ཨོའོ་བཀྲ་ཤིས་བདེ་ལེགས། དེ་རིང་ང་ཚོ་རྒྱལ་སྲིད་ལག་ལེན་གསོ་བདེ་མིའི་སློབ་ཚན་གྱི་སློབ་ཐུན་ཉི་ཤུ་ཉི་ཤུ་རྩ་བཞི་པ། རྩ་བའི་ཤོ་ལོ་ཀ་ཉི་ཤུ་རྩ་བཞི་པ། ཨནི་གནས་ལུགས་གཏན་ལ་དབབ་པ། གནས་ལུགས་གཏན་ལ་དབུལ་བ་འདིའི་སྐོར་ལ་འགྲེལ་བཤད་མདོར་བསྡུས་སུ་བརྒྱབ་པ་ཡིན། ཨནི་དེའི་རྩ་ཚིག་ཡིན་ན། ཅི་ལྟར་སྣང་བ་འདི་དག་རང་གིས་སེམས། སེམས་ཉིད་གདོད་ནས་སྤྲོས་པའི་མཐའ་དང་བྲལ། དེ་ཉིད་ཤེས་ནས་གཟུང་འཛིན་མཚན་མ་རྣམས། ཡིད་ལ་མི་སྐྱེ་རྒྱལ་སྲས་ལག་ལེན་ཡིན། དེ་འདྲ་གསུངས་པ་རེད། ད་དེའི་ཧ་ལས་པ་ད་གལ་ཆེན་པོ་དེ་འདྲ་ཆགས་བསྡད་ཡོད་རེད། ད་སྒང་ནས་བསྡུ་དངོས་ལ་བཟོད་པ་བསྟེན་དང་སྙིང་རྗེ་བསྒོམ་དང། ཐར་བ་དོན་གཉེར་བྱེད་དང། བདག་གཞན་མཉམ་བརྗེ་བྱེད་དང་ངར་རྒྱས་མགོ་ནན་ཐབས་བཤད་སྟངས་མགོ་ནན་ཐབས། འདོད་ཆགས་མགོ་ནན་ཐབས། རྐྱེན་ངན་ལམ་དུ་ཁྱེར་སྟངས། ད་དེ་དག་ཚང་མ་མདོར་བསྡུས་པ་ཡིན་ན་བཀའ་འགྲེལ་ལོ་འགོར་ལམ་ན་སྣང་བ་འདི་དག་ཚང་མ་རང་གི་སེམས། ང་ཚོ་དགྲ་གི་རྣམ་པ་ཡིན་ན་རེད་གྲོགས་གྲོགས་ཀྱི་རྣམ་པ་ཡིན་ན་རེད། མཛེས་པོ་ཅིག་གནང་ན་རེད་མི་མཛེས་པ་ཅིག་གནང་ན་རེད། ཨ་ནེ་ཞིམ་པོ་ཅིག་གནང་ན་མི་ཞིམ་པ་ཅིག་གནང་ན་ག་རེ་འདྲ་ཅིག་གནང་བ་ཡིན་ན་ཡང་སེམས་ཀྱི་ཆོམ་ཁྲི་རེད་སེམས་ལ་གནང་བ་ཙམ་མ་གཏོགས་རང་ཉིད་ཀྱི་ངོ་ནས་གྲུབ་ཡོད་མ་རེད་སེམས་ལ་གནང་བ་ཙམ་རེད། སེམས་ལ་སྣང་བ་ཙམ། སེམས་ལ་སྣང་བ་ཙམ་ལབ་སྟེ། ཁྱེད་རང་ལ་དེ་འདྲའི་ཅིག་སྣང་བ་ཙམ་ལས་མ་གཏོགས་ཁོ་རང་གི་དངོས་ན་དཔེར་ན་མི་སྡུག་པ། ཨ། ཡིད་དུ་མི་འོང་པ་ཅིག་ཁྱེད་རང་གི་ཡུལ་ཕར་ཕྱོགས་ན་ཡོད་པ་ཅིག་ཚུར་སྣང་གི་ཡོད་རེད་དེ་ཁོ་རང་གི་དངོས་ན་ཡོད་མ་རེད་ང་ཚོ་སེམས་ལ་དེ་འདྲ་ཅིག་སྣང་བ་ཙམ་རེད་ཟེར་གྱི་ཡོད་རེད། སེམས་ལ་སྣང་བ་ཙམ། ཨོ་ཡ། སེམས་ཉིད། ཡིན་ན། སེམས་ལ་བ་དེ་ཡང། གདོད་ནས་སྤྲུལ་པ་དང་བྲལ་བ། སེམས་ལ་བ་དེ་ཡང། ཐོག་མ་ཉིད་ནས་དུས་དང་རྣམ་པ་ཀུན་ཏུ། སྔོན་མ་ནས་ད་ལྟ་ད་ལྟ་ནས་མ་འོངས་པ། དུས་ནམ་ཡང། ཨ་ནི་སྤྲུལ་པ་དང་བྲལ་བ་ཅིག་རྣམ་པ་སྣ་ཚོགས་པར་སྣང་བ་འདི་དག་ཚང་མ་ང་ཚོ་ཡག་པོ་རེད་སྡུག་ཅག་རེད་མཛེས་པོ་རེད་མི་མཛེས་པ་རེད་ཟེར་སྣང་བ་འདི་དག་ཚང་མ་དང་བྲལ་བ་རེད། སེམས་ཁོ་རང་གི་མ་རྩ་སེམས་ཁོ་རང་གི་རྩ་བ། སེམས་ཀྱི་རང་བཞིན་འདི་ང་ཚོ་ད་ལྟ་གི་ཅིག་སྣང་བ་ཡག་པོ་རེད་སྣང་བ་ཅིག་འདི་ཅིག་ཡག་པོ་རེད་འདི་ཡག་པོ་མ་རེད་འདི་སྡུག་ཅག་རེད་ཨ་ཅིག་ཟེར་ཡག་གི་འདི་སྣང་བ་འདི་དག་དང་སེམས་ཁོ་རང་གི་རང་བཞིན་ཡང་དེ་དང་བྲལ་བ་རེད། དེ་འདྲ་གི་སྣང་བ་འདི་འདྲའི་འདྲ་མི་འདྲ་མང་པོ་ཅིག་ཡོད་མ་རེད། ཡིན་ཙང། གཟུང་འཛིན་མཚན་མ། གཟུང་བ། ཡུལ། ཡུལ་སྡུག་པ་མི་སྡུག་པ། མཛེས་པ་མི་མཛེས་པ། སྒྲ་དང་གྲོགས་ཟེར་བ་ལྟ་བུ། ཡུལ། ཡུལ་གྱི་འདི་འདྲའི་གི་ཅིག་རྣམ་པ་སྣ་ཚོགས་ཀྱི་སྣང་བ་འདི་དང་འཛིན་པ། སྒྲ་རུ་འཛིན་པའི་འཛིན་པ། སྒྲ་རུ་འཛིན་པའི་འཛིན་པ། གཉེན་དུ་འཛིན་པའི་འཛིན་པ། ཨ་ནི་ཡག་པོར་འཛིན་པའི་འཛིན་པ་སྡུག་ཅག་ཏུ་འཛིན་པའི་འཛིན་པ། འདི་དག་ཚང་མ་ཨ་ནི་གཉིས་མེད་བཏང་སྙོམས། དེ་དག་ཐམས་ཅད་དང་བྲལ་བའི་ཨ་ནི་སྟོང་པ་ཉིད་ཀྱི་དོན། སེམས་ཀྱི་རང་བཞིན་འོད་གསལ་བ་སྟོང་པ་ཉིད་ཀྱི་དོན། དེ་འདྲ་བསྒོམས་པ་དེ་རྒྱལ་སྲིད་བྱང་ཆུབ་སེམས་དཔའ་རྣམས་ཀྱི་ཉམས་ལེན་ཨམ་ལག་ལེན་ཡིན། འོ་དེ་འདྲ་ཅིག་གསུང་གི་ཡོད་པ་རེད། ཐུགས་རྗེ་ཆེ་ཞུ་རྒྱུ་ཡིན།